ཚང་མ་ལོ་ལ་ཡ་ཁམ་བཟང་ཏྲེ་སྟི་ལེ་ད་ཡ་འདི་གི་གོང་དུ་ལ་ང་སོ་ད་སོ། ལུས་དབང་ཐང་རླུང་དང་བླ་དང་བཅས་པའི་ང་ཚོ་རིམ་པ་ཁག་ཅིག་འགྲོ་ཟིན་པ་རེད། ད་འདི་ཡོད་དུས་སྐབས་སུ་ད་དེ་རིང་གི་ལས་ཚན་ནོར་ལོག་ལ་ད་སོ་ཟེར་ན་ག་འདྲས་འབྲི་འོ་ཅི་ལ་བཞག་དགོས་དགོས་ཡོད་མེད། ལུས་ག་འདྲས་འབྲི་རྒྱུ་ལ་བཞག་དགོས་དགོས་མེད་དེ་དང་མཉམ་དུ་དབང་ཐང་དང་རླུང་དང་བླ་དེ་ཚོ་ག་འདྲས་འབྲི་འོ་ཅི་ལ་བཞག་དགོས་དགོས་ཡོད་མེད་ཟེར་ཡོད་དུས་འདི་གི་རྣམ་བཞག་འདི

ང་སུ་འདོད་ཁམས་ང་སུ་འདོད་ཁམས་མི་ཡུལ་དུ་ཐོག་མར་ཕ་ཡི་དཀར་ཆག་དང་མ་ཡི་དམར་ཆག་གཉིས་ལ་བརྟེན་ནས་ལུས་ཁམས་ཤ་ཁྲག་གི་ཕུང་པོ་དེ་མི་ཡུལ་བླངས་པ་ནས་བཟུང་སྟེ། མི་ཡུལ་བླངས་པ་ནས་བཟུང་སྟེ་ང་ཚོའི་གི་ད་ལྟ་ཤ་ཁྲག་གི་ཕུང་པོ་རགས་པ་ང་ཚོའི་མིག་གི་མི་ཡུལ་དུ་གྱུར་པའི་ཤ་ཁྲག་གི་ཕུང་པོ་རགས་པ་དེ་ང་ཚོས་གི་མཐོང་གི་ཡོད་རེད་དེ། འདི་མ་ཡིན་པའི་ང་ཚོ་གི་གཟུགས་པོ་མཉམ་དུ་ལ་ལྷན་གཅིག་ཏུ་འགྲོགས་ནས་འཇུ་མཁན། མིག་དབང་པོ་མངོན་སུམ་གྱིས་སྣང་མ་ཐུབ་མཁན། ཡིན་ན་ཡང་མཉམ་དུ་ལྷན་གཅིག་ཏུ་འགྲོགས་མཁན་ག་རེ་ཡོད་རེད་ཟེར་ཡོང་དུས། སོ་དང། དབང་དང། རླུང་དང། ལ་ཟེར་མཁན་དེ་ཚང་མ་ང་ཚོའི་མི་ཡིན་ཕྱིན་ཆད་ལ། དེ་ཚང་མ་ང་ཚོ་མི་མཉམ་འདུག་ལ་ལྷན་ཅིག་པའི་ཚུལ་དུ་བྱས་ནས་མ་གནས་ནས་ང་ཚོ་ཡོང་གི་ཡོད་གསུངས་པ་རེད་ཁེངས་སོང་བ་ནོ་ཞིག་བདེ་སྡུག་གི་རྣམ་གཞག་དེ་ཚོ་ཚང་མ་ཨ་ནི་རྣམ་པ་དེ་གི་སྟེང་ནས་མ་སྤང་ནང་གི་རྣམ་གཞག་གི་ཡོང་གི་ཡོད་པ་ཡིན་ཙང་ད་ག་འདྲས་ཡོད་མེད་ད་དེ་དེ་དེ་འདྲ་མ་ཞུ་གི།

རྟེན་གཞི་རེད་གསུང་གི་རེད། སྲོག་འདི་རྟེན་གཞི་ཡིན་པ་གོང་བཞིན་ལ། རྣམ་ཤེས་དང་རླུང། མི་དུས་སོག་པོ་གནས་པར་བྱེད་པ་ལ་ག་རེ་འགུག་གི་ཡོད་རེད་ཟེར་གྱི་འདུག་རྣམ་ཤེས་དང་རླུང་གཉིས་འགུག་གི་ཡོད་རེད། རྣམ་ཤེས་དང་རླུང་གཉིས་འདི་རྟེན་གཞི་སུ་གི་གང་ལ་གནས་ནས་བསྡད་དུ་ཡོད་རེད་གསུང་གི་འདུག་རྟེན་འདི་སྲོག་གི་གང་ལ་གནས་ནས་བསྡད་དུ་ཡོད་རེད་བྱས་ཙང་སྲོག་བསྡད་ཀྱི་འདུག་སྲོག་མ་རྟེན་གཞི་གནས་འདྲ་བོ་ཅིག་སེམས་འདོད་ཀྱི་གོང་ལ་ཡ། ང་ཚོ་རྣམ་ཤེས་དང་རླུང་གི་འདུག་གནས་ནས་ཕྱིན་ནས་ལྷན་ཅིག་ཏུ་འཇུག་གི་ཡོད་རེད་ཟེར་བའི་སྐད་ཆ་རེད། ད་དཔེར་ན་འདུག་བསམ་བློ་གཏོང་བ་ཡིན་ན་དཔེར་ན་ང་ཆོས་ཅིག་གཏོང་དགོས་ཀྱི་ཡོད་པ་ཡིན་ན་ཆོས་དེ་ཉིད་ཨ་ལས་དང་པོ་ཕོར་པ་ནང་ལ་བླུག་དགོས་ཀྱི་ཡོད་པ་ཡིན་ཙང་ཕོར་པ་དེ་ག་རེ་རེད་ཟེར་ནས་སྐབས་སུ་ཆུ་ཟན་ཚགས་ཀྱི་ཆུ་བཟུང་ས་འམ་ཟན་ཚགས་ཀྱི་གཞི་དེ་ཆགས་སྡོད་ཀྱི་ཡོད་པ་ཡིན་ཙང། ཕོར་པ་དེ་སོགས་ལྟ་བུ་ལ་བསམ་བློ་གཏོང་དགོས་ཀྱི་ཡོད་བ་རེད། འདི་གི་ནང་ལོགས་ལ་ད་ལྟ་གནས་དེ་གི་གང་ལ་ཆགས་ཏེ་ཆགས་ནས་གནས་གནས་པའི་གི་ད་ལྟ་ཆུ་ཅིག་འདུག་བ། ལན་ཅིག་ཤེར་བའི་གི་ཆུ་འོང་འདི་དེ་ག་རེད་ཟེར་ནས་སྐབས་སུ་རྣམ་ཤེས་དང་རླུང་འགྲོ་བོ་ཆེའི་བསམ་བློ་གཏོང་དགོས་ཀྱི་ཡོད་རེད་ཅེས་པ་མཁྱེན་སོང་བ་བྱས་ཙང་འདི་དེ་ག་རེད་ཟེར་ནས་སོགས། མདོར་ན་སོགས་དེ་རླུང་དང་རྣམ་ཤེས་གཉིས་ཀྱི་རྟེན་གཞི་ཆགས་འདི་གི་ཡོད་རེད་ཅེས་པ་ནི་རྟེན་གཞི་ཆགས་འདི་གི་ཡོད་ཅེས་བྱ་བ་རེད། བྱས་ཙང་དེའི་རྟེན་གཞི་སྲོག་དང་རྣམ་ཤེས་རླུང་འོང་སྟེ་གསུམ་པོ་དེ་ལྟ་རིམ་ནི་ང་ཚོ་ང་ཚོ་སྐྱེས་ནས་མ་བྱེད་ཀྱི་བར་དུ་ལ་ང་ཚོ་གི་ད་ལྟ་འདུས་བཟོད་ངེས་ཅན་གཅིག་ཡོང་གི་འདུག་བ་འདུས་བཟོད་ཀྱི་ཆ་གཅིག་ཡོང་གི་འདུག་བ་འོང་དེ་ལ་ག་རེ་གསུང་གི་ཡོད་རེད་ཚད་ཡིན་གསུང་གི་ཡོད་རེད་འདི་ཡིན་འདི་སྐབས་སུ་སྲོག་གི་སྐབས་སུ་ལ་སྲོག་ནི་ཚད་ཡང་རེད་རླུང་དང་རྣམ་ཤེས་སྲོག།

གླགས་དང་སོགས་ནི་ཕལ་ཆེར་གཅིག་པ་རེད་ཡིན་ན་ཡང་སོགས་ཟེར་མཁན་དེ་རང་ལོགས་ལ་ཡོད་པ་དང་གླགས་ཟེར་མཁན་དེ་གཟུགས་པོ་གི་ཕྱི་ལོགས་ལ་ཡོད་པ་བསམ་བློ་གཏང་དགོས་ཀྱི་ཡོད་རེད་གསུངས་པ་རེད། ད་རིམ་པ་གཉིས་པ་ནང་ལོགས་ལ་ལུས་ཟེར་ཡོད་དུས་སྐབས་སུ་ལུས་ཟེར་མཁན་དེ་ཡོངས་གྲགས་ཆགས་སྡོད་ཀྱི་ཚང་མེད་ཀྱི་མཁྱེན་རྒྱུ་ཡོད་རེད་ཡིན་ན་ཡང་ང་ཚོ་མི་ཡུལ་དུ་ཐོག་མར་ལུས་སློང་དུས་སྐབས་སུ་ཕ་ཡི་དཀར་ཆགས་དང་མ་ཡི་དམར་ཆགས་གཉིས་འདི་གི་དོན་དུ་ལ་ང་ཚོ་ཨ་ནི་རྣམ་བཤད་བར་དོ་གི་རྣམ་བཤད་གསུམ་ཚོགས་ནི་ང་ཚོ་བསྒྲུབ་བཞག་བས་ཀྱི་ཟག་བཅས་ཉེ་བར་ལེན་བས་ཀྱི་ཕུང་པོའམ་ཤ་དང་ཁྲག། ཤ་དང་ཁྲག་ད་ལྟ་དབུགས་ཡང་མ་རྒྱུ་ནས་ང་ཚོ་སྲོག་ཕོར་གནས་འདུག་བས་ཀྱི་ཤ་དང་པགས་པ་གི་རང་བཞིན་དང་ནོར་གྱི་རླུང་དང་མཁྲིས་པ་བད་ཀན་གྱི་རྟེན་གཞིའམ་གནས་ཆེན་གྱུར་པས་ད་ལྟ་ཤ་ཁྲག་གི་ཕུང་པོ་གཅིག་ཡོང་གི་འདུག་བ། འོང་འདི་ཤ་ཁྲག་གི་ཕུང་པོ་འདི་གང་ཡིན་ཟིན་འདུག་སྐབས་སུ་འདི་དེ་གང་ཡིན་ཟིན་འདུག་འདི་ང་ཚོ་ལུས་རེད་གསུངས་རེད། ལུས། ལུས་ཟེར་ན་ང་ཚོ་ད་ལྟ་ཟག་བཅས་ཀྱི་ཕུང་པོ་རགས་པ་གཟུགས་པོ་དག་དག་རང། བསམ་མནོ་གཏོང་ན་འགྲིག་གི་ཡོད་གསུངས་པ་རེད་འདི་དེ་ལུས། ཅེས་པ་རེད། རིམ་པ་གསུམ་པ་འདི་ལ་གླེང་ཡོད་དུས་དབང་ཐང། དབང་ཐང་ཟེར་ཡོད་དུས་ལམ་སང་ཧ་གོ་གི་འདུག་དབང་ཟེར་ཡོད་དུས་སྐབས་སུ་དབང་ཆ་དབང་ཆ་ཟེར་གི་ཡོད་རེད་ད། གོང་ལྟར། ང་ཚོ་གང་དུ་དབང་བསྒྱུར་བར་བྱ་འོས་ཀྱི་ཡུལ་འདི།

ག་ཚོད་ཀྱི་བར་དུ་ཡོད་མི་མང་ཉུང་ག་འདྲས་ཡིན་མི་ཡིན་ཟེར་འདི་གི། འདི་གི་རྣམ་གཞག་ཤེས་མཁན་འདི་ལ་ག་རེ་གསུང་གི་ཡོད་རེད་ཟེར་དབང་ཐང་ཟེར་གི་ཡོད་གསུང་བ་རེད་དཔེར་ན། རྒྱ་གར་གྱི་ད་ལྟ་རྒྱ་གར་གྱི་སྲིད་འཛིན་འགྲོ་ཀྱི་བསམ་བློ་གཏོང་བ་ཡིན་ན་རྒྱ་གར་གྱི་སྲིད་འཛིན་གྱི་དབང་ཐང་འདི་ག་རེད་ཟེར་ཏེ།

ཅུང་ཆུང་མང་པོ་བཞི་པོ་ཡོད་ན་ཨ་ནི་མངའ་སྡེ་ཁོ་རང་རང་གི་དཔོན་པོ་ཡང་མང་པོ་བཞི་བ་བཅུ་ཡོད་ཙང་མངའ་སྡེ་ཁོ་རང་གི་དཔོན་པོ་གིས་ཡང་མངའ་སྡེ་ཁོ་རང་རང་མ་གཏོགས་པའི་འདི་ཡི་ཕྱི་ལོག་ལ་ང་ཚོ་དབང་ཆ་ཞེ་དྲག་ཅིག་ཡོད་མ་རེད་བ། འདི་དང་གཅིག་པ་བྱས་ནས་ང་ཚོ་ད་ལྟ་དབང་བསྒྱུར་ཟེར་ཡོད་འདུག་དབང་ཐང་ཟེར་ཡོད་འདུག་གོང་ས་སོ་སོ་སོ་སོ་གོང་ས་རེ་རེ་རེ་རེ་ལ་ང་ཚོ་དབང་བསྒྱུར་བར་བྱ་བའི་གི་དབང་བསྒྱུར་བར་བྱ་བའི་གི་རྒྱུ་ནོར་ཡིན་ན་ཡང་འདྲ་འདུག་རྒྱུ་དཔེ་འཇོག་ག་རེ་ཡིན་པ་ཡིན་ན་ཡང། འདི་དབང་བསྒྱུར་བའི་འབྲས་བུ་ཡི་ཚད་གཞི་ངེས་ཅན་གཅིག། ཚད་གཞི་ངེས་ཅན་གཅིག་དང་གྲངས་མང་ཉུང་ག་ཚོད་ཀྱི་བར་དུ་ཡིན་དང་མིན་གྱི་རྣམ་གཞག་དེ་ཚང་མ་ག་རེ་ཟེར་བའི་སྡེ་དེ་ང་ཚོ་དབང་ཐང་རེད་གསུང་གི་ཡོད། རིམ་པ་བཞི་པའང་འདི་ལ་སླེབས་ཡོད་དུས་རླུང་རྟ་ཟེར། རླུང་རྟ་ཟེར་ཡོད་ནི་སྐབས་སུ། ཡོངས་གྲགས་རེད་རླུང་རྟ་ཟེར་དུས་རྒྱ་བ་ལམ་འགྲོ་ཟེར་གི་ཡོད་རེད་མཁན་ཚོ་རྒྱ་བ་ལམ་འགྲོ་ཟེར་གི་ཡོད་རེད་རླུང་རྟ་ཟེར་དུས་རྒྱ་བ་ལམ་འགྲོ་རྒྱུགས་མ་རྒྱུགས་རླུང་རྟ་རྒྱུགས་མ་རྒྱུགས་ཟེར་གི་ཡོད་ཨ་འོ་འདི་གི་སྐད་ཆ་ཤེས་གི་ཡོད་རེད་མཁན་ཚོ་མདོར་ན་རླུང་རྟ་ཟེར་གི་སོ་སོ་ལ་རྐྱེན་ངན་བར་ཆད་གང་ཡང་མེད་པའི་ཐོག་ནས་བསམ་འཕེལ་གྱི་དོན་ཐམས་ཅད་ཡིད་བཞིན་དུ་འགྲུབ་ཐུབ་པའི་གི་རྒྱ་བ་དང་ལམ་འགྲོ་འོ་དེ་ཚོ་ཚང་མ་ག་རེ་ཟེར་དུས་རླུང་རྟ་རེད་གསུངས་པ་རེད།

སོགས་ཟེར་གྱི་འདུག་གཟུགས་པོ་གི་ནོར་ལོག་ལ་གནས་འདི་བའི་ཁྱད་པར་ཅི་ཡོད་རེ་མཁན་སོང་བ་བླ་འདིས་ཆེ་གཏོང་སོགས་དེ་ནོར་ལོག་ལ་གནས་རེད་བླ་ཟེར་ན་གང་ཡིན་ཟེར་ཡོད་འདི་དགོས་སོ། རླུང་དང་རྣམ་ཤེས་ཐིག་ལེ་ཚང་མ་མཉམ་དུ་འགྲོགས་ནས་འདི་སེམས་དང་ལྷན་ཅིག་ཏུ་གཟུགས་པོ་ནོར་ལོག་ལ་བདུན་ཟེར་ན་མི་འདུག་ཁོ་རང་རེ་འབའ་རེ་འབའ་བྱས་ནས་གཟུགས་པོ་ནང་ལོག་ལ་ཚང་མ་ཁྱབ་ནས་འཁོར་བསྡད་ཀྱི་ཡོད་རེད་རྒྱུགས་བསྡད་ཀྱི་ཡོད་རེད་གསུང་བའི་སྐད་ཆ་རེད་འོང་འདི་དེ་ག་རེད་ཟེར་ནས་གླ་རེད་གསུང་དགོས་རེད་འདི་ཡང་ང་ཚོ་གསོ་རིག་གཞུང་ནང་ལོ་ནས་ཞུས་པ་ཡིན་ན་ང་ཚོ་གི་ཟས་གང་ཟ་བ་ཡིན་ན་ཡང་ཞགས་པ་མདུན་གྱི་ཐ་མག་དེ་ལ་གླན་ཡིན་དུས་གཟུགས་པོ་ནང་ལོག་ལ་རྩ་རླུང་ཐིག་ལེ་ནང་ལོག་ནས་ལྷག་པར་དུ་རྒྱུས་པའི།

འཆབ་པར་བྱེད་མཁན་གྱི་ལུས་ངག་གཟུགས་གཟུགས་པོ་དེ་གནས་པར་བྱེད་པའི་བླ་འམ་ཨ་ནི་གཞི་ངོ་མ་དེ་ཆགས་འདུག་གི་ཡོད་པ་ཡིན་ས་འདི་ལ་བླ་རེད་ཅེས་ནས་མ་གསུང་གི་ཡོད་རེད་དེ་ཡིན་དུས་གོང་ས་འདི་གི་ཚེ་རིང་ཐུང་དང་རྡུལ་ངེས་ཅན་ག་ཚོད་ཡོད་མེད་ཚང་མ་བལྟ་དགོས་ཀྱི་ཡོད་པ་ཡིན་ན་གསོ་རིག་གི་གཞུང་ནང་ལོགས་ནས་ང་ཚོ་བླ་རྩ་ཟེར་གྱི་མ་བཏགས་ཡ་ཡོད་རེད་བླ་རྩ་ལ་བཏགས་པ་ཡིན་ན་བླ་རྩ་ནང་ལོགས་ལ་ཕོག་བསྡད་མཁན་གྱི་རླུང་དང་རྣམ་ཤེས་ཐིག་ལེ་དུ་སུ་ག་ས། ཕོ་བྷེལ་གྱི་འཇུ་རིམ་འདི་ཏག་ཏག་འདུག་མི་འདུག་ཨ་འདི་ཚང་མ་ཤེས་ཀྱི་ཡོད་པ་ཡིན་ས་འདི་གི་ཐོག་ནས་གོ་མཚར་འདི་གི་ཨ་ནི་སྲོག་དང་ཚད་དང་འོ་དེ་སུ་ག་འདྲས་ཡོད་མེད་དེ་ང་ཚོ་དཔག་ཐུབ་པ་དེ་འདི་ལ་དེ་ནས་འཇུ་གི་ཡོད་གསུངས་རེད་མཁན་ཚོ་འོ་དེ་རེད། ཡ། སོ། ལུས་དབང་ཐང་བློ་རྟགས་ཀྱི་འགྲེལ་བཤད་རེ་རེ་བྱེད་པ་ཆ་མང་ཞུས་ཟིན་པའི་རྗེས་ལ་ཡ། ད་སོ་ལུས་དབང་ཐང་བློ་རྟགས་ང་ཅག་ཕན་ཚུན་གྱི་བྲལ་བ་ག་རེ་ཡོད་རེད་ཟེར་གྱི་འདུག་འབྲེལ་བ་སྤེལ་མི་སྲིད་གི་གཏིང་ཟབ་པོ་དམ་ཟབ་པོ་འབྲེལ་ཆགས་པོ་ཞིའུ་ཡོད་རེད་ད་འདི་ལ་ཁྱོད་ཀྱི་རྒྱུད་སོགས་ཆོས་ཞུན་ནང་ལོག་ལ་ཅིག་ཤེས་རྒྱུ་ཡོད་པ་སྔ་མ་སྔ་ལ་དེ་ནས་ཕྱི་མ་ཕྱི་མ་ལ་འབྲེལ་བ་ཡོད་རེད་གསུང་གི་ཡོད་འོང་འདི་འབྲེལ་བ་དེ་ད་ལྟ་སྐབས་ཐོག་ལ་འདི་ལ་ཏག་ཏག་ལེགས་ཡོད་སོང་རེད་འདི་ཡང།

བྱས་ཙང་འདི་སྲོག་དེ་ག་རེ་ཡིན་ཡིན་ཟེར་ཡོད་དུས་ང་ཚོ་སྐྱེས་ནས་བཟུང་སྟེ་དུས་ངེས་ཅན་གཅིག་གི་བར་དུ་ལ་བར་ཆད་དང་འདུ་ཚུགས་ག་འདྲས་ཡོང་གི་ཡོད་མེད། སྲོག་ལ་ཉེན་ཁ་ག་འདྲས་ཡོད་མེད་ཚེ་འདི་བརྟན་པོ་གནས་ཐུབ་ཀྱི་ཡོད་མེད་འོང་འདི་ཚོ་གི་རྣམ་བཞག་ཐམས་ཅད་ག་བ་ནས་གླེགས་ཀྱི་ཡོད་རེད་ཟེར་ཡོད་དུས་སྲོག་ཟེར་མཁན་དེ་ནས་ཅེས་མ་གླེགས་ཀྱི་ཡོད་གསུངས་པ་རེད། ད་གལ་སྲིད་ང་ཚོ་ཚེ་འདི་རིང་མོ་བཞི་རུ་ཞིག་ཡོད་པ་ཡིན་ན་ཡང། ང་ཚོའི་ལུས་པོ་འདི་ལ་ནད་གཞི་ནད་ན་ཟ་མང་པོ་བཞི་བོ་ཅིག་འཁོར། ནད་ན་ཟ་མང་པོ་བཞི་བོ་ཅིག་འཁོར་ག་དུས་ཡིན་ན་ཡང་སྡུག་བསྔལ་རྐྱང་རྐྱང་མྱོང་འདོད་པ་ཡིན་ན་ཡང་འདི་ལྟ་སྟངས་བདེ་གི་ཡོད་མ་རུང་བ། བདེ་གི་མེད་པ་ཡིན་ཙང་སྲོག་གི་རྗེས་ལ་ལུས་སེམས་ཀྱི་གཅིག་གླེང་ཡོད་དུས

ཨ་ནི་ང་ཚོར་འཚོ་བ་སྐྱེལ་དགོས་ཀྱི་ཡོད་རེད་བ། འཚོ་བ་སྐྱེལ་དགོས་ཡོད་དུས་འཚོ་བ་དེ་ང་ཚོ་ཚུར་སྒྲུབ་པར་བྱ་བའི་ཐབས་ཤེས་ཀྱི་ཆེད་དུ་གར་བྱེད་ཀྱི་ཡོད་རེད། ང་ཚོ་བྱ་བ་སྣ་ཚོགས་ཞེ་བོ་ཅུང་མང་པོ་ཅིག་བརྩམས་ཀྱི་ཡོད་རེད། ལས་ཀ་སྣ་ཚོགས་མ་སླེབས་ཀྱི་ཡོད་པ་ཡིན་ཙང་འོ་དེ་ལས་ཀ་སླེབས་ཡོད་དུས། ལས་ཀ་འདི་ལ་འབྱར་བ་དང་ལམ་འགྲོ་ག་འདྲས་ཡོང་གི་ཡོད་མེད། སོ་སོ་གི་བསམ་པ་ནང་བཞིན་དོན་དག་དེ་གྲུབ་ཀྱི་ཡོད་དམ་མེད། སོ་སོ་གི་གང་འཆར་གཞི་བརྩམ་པ་ནང་བཞིན་གྱི་དོན་དག་དེ་ཏག་ཏག་འགྲོ་གི་ཡོད་དམ་མེད་སེམས་འཇལ་བ་དང་ལམ་འགྲོ་ཚང་མ་ག་བག་གི་སྟེང་ནས་སླེབས་ཀྱི་ཡོད་རེད་སེམས་ཡོད་དུས་རླུང་རྟ་དེ་ཡི་གོང་ནས་སླེབས་ཀྱི་ཡོད་གསུངས་པར་མཁྱེན་སོང་ང་རླུང་རྟ་འདི་ཡི་གོང་ནས་སླེབས་ཀྱི་ཡོད་ཟེར། ད་གར་ཆགས་སོང། སྲོག་འདི་ཡང་ཡག་པོ་ཡོད་པ་བཅས་ལུས་འདི་ཡང་ན་ཚ་མེད་པ་བཅས་འཚོ་བ་འདི་ཡང་ཡག་པོ་ཞི་བོ་གཅིག་ཡོད་པ་ཡིན་ན་ཡང་ཐ་མ་འདི་ལ་ག་རེ་ཡོད་རེད།

སོ་སོ་ལག་པ་ལ་ཨ་ནི་ག་རེ་ཡིན་ནས་སོ་སོ་ལ་གཉེན་ཉེ་འབྲེལ་ག་རེ་འཁོར་བ་ཡིན་ན་ཡང་གཉེན་ཉེ་འབྲེལ་འདི་ཚོ་ལམ་སང་བརླག་འགྲོ་ཡ། གཏོར་འགྲོ་ཡ། འཐོར་འགྲོ་ཡ་མང་པོ་ཞིག་བཅུག་ཡོང་གི་འདུག་དཔེར་ན་མི་ག་ཤེའི་ལག་པ་ལ་དཔེ་ཤ་ཡོད་པ་ཡིན་ན་ཡང་དཔེ་ཤ་དེ་འཇོག་དཔེ་ཤ་དེ་ག་བཞི་བོ་དེ་འདི་གི་མི་འདུག་བ་སོ་སོ་ལག་པ་ལ་སོ་སོ་ལག་པ་ལ་འཇུག་དཔེ་འཇོག་ཡིན་པ་ཡིན་ན་ཡང་འདྲ་བ་འདུག་དཔེ་ཤ་ཡིན་པ་ཡིན་ན་ཡང་འདི་གི་མི་འདུག་ལམ་སང་སླེབས་ལམ་སང་ཕར་ཤོར་ག་བ་ག་ས་བརླག། ག་རེ་ཡིན་ན་ཡང་སོ་སོ་རྒྱུད་ལ་འཇུག་དཔེ་བརྗོད་དང་མཐུན་མཁན་ག་རེ་ཡོད་པ་ཡིན་ན་ཡང་སོ་སོ་ལ་འཁོར་མ་ཐུབ་པ། སོ་སོ་མཉམ་དུ་ལ་རྒྱུན་རིང་མོ་ཅིག་གཤིབ་ནས་བརྟན་པོ་བྱས་ནས་འདས་མ་ཐུབ་བསྡད་ཐུབ་དང་མ་ཐུབ་ཀྱི་རྣམ་གཞག་འདི་ག་བ་ནས་སླེབས་ཀྱི་ཡོད་རེད་ཟེར་ཡིན་དུས་དབང་ཐང་དབང་ཐང་འདིའི་སྟེང་ནས་སླེབས་ཀྱི་ཡོད་རེད་ཟེར་གྱི་རེད་དེ་ཡིན་དུས་དབང་ཐང་ཡག་པོ་ཡོད་པ་ཡིན་ན་གོང་ས་འདི་ལ་དཔེ་ཆ་ག་ཚོད་སླེབས་པ་ཡིན་ན་དཔེ་ཆ་འདི་རྒྱུན་རིང་མོ་སོ་སོ་ལ་ཕན་ཐོགས་པོ། མཉམ་དུ་བསྡད་རྒྱུ་ཨེ་ནས་ཡང་ཨེ་ནས་འགྲོ། དཔེ་མང་པོ་ལེགས་ཀྱི་ཡོད་རེད་གལ་སྲིད་དབང་ཐང་ཡག་པོ་མེད་པ་ཡིན་ན་ཡང་ག་ཚོད་ཅིག་སོ་སོར་རག་པ་ཡིན་ན་ཡང་འདི་དང་སོ་སོ་ལ་ཕན་མ་ཐོག་མི་ལ་ཕན་མ་ཐོག་བརླག་འགྲོ་ཡ་ལྟོགས་འགྲོ་ཡ་སོ་སོ་མཉམ་དུ་རྒྱུད་ནས་མངོན་བྱས་ནས་བརྟན་པོ་བྱས་ནས་གནས་ཐུབ་མ་ཐུབ་དེ་དབང་ཐང་འདི་གི་སྟེང་ནས་ལེགས་ཀྱི་ཡོད་པ་ཡིན་ཙང་ད་ང་ཚོ་མི་ཚང་མ་ལ་སྐད་ནས་བཟུང་སྟེ་མ་ཤེས་ཀྱི་བར་དུ་ལ་གོང་ས་ལ་ག་རེ་འགུག་གི་ཡོད་རེད་སྲོག་དང་ལུས།

བླ་ཡག་པོ་ཡོད་པའི་སྐད་ཆ་རེད་བླ་ཡག་པོ་ཡོད། ད་གང་དུ་ཞིག་གོ་ཅི་དེ་ནི་གཟི་བརྗིད་ག་རེ་ཡོད་པ་ཡིན་ནའི་འདི་དེ་ག་རེ་བླ་རེད་གསུང་གི་ཡ་རེད་དེ་ཡིན་དུས། མཇལ་ཙང་དེ་རིང་གི་རིན་པོ་ནོར་ལོ་ལ་ང་ཚོ་སོ་དང་ལུས། དབང་ཐང་རླུང་རྟ་དེ་ཚོ་དེ་ག་བཟོད་ཀྱི་རྒྱལ་ཆེན་པོ་ཡིན་པ་ན་མེད་པ་འདུག་སྨྲ་བཞུད་ཟིན་པ་ཡིན་ད་གང་དུ་ཞིག་སྲོག་ཡིན་པ་ཡིན་ན་ཡང་སྲོག་ཡག་སྡུག་ག་འདྲེ་ཡོད་མེད། ལུས་ཡོད་ན་ཡང་ལུས་ཡག་སྡུག་ག་འདྲས་ཡོད་མེད་དང་ནུ་ཞོ་དབང་ཐང་དང་རླུང་ཐང་ཡག་སྡུག་ག་འདྲས་ཡོད་མེད་ཚང་མ་འདི་གི་རྣམ་གཞག་གི་རྗེས་མ་མ་འདུག་གི་ལམ་ངན་བྱེད་ནས་ཁེངས་ཀྱི་ཡོད་པ་ཡིན་ཙང་ད་དེ་རིང་ད་ལྟ་གནས་སྐབས་ཀྱི་རིང་ལ་ཡ་སོ་སོ་སོ་ཟེར་མཁན་གྱི་ལས་ཀ་དེ་འདྲས་དྲུག་ཅིག་བྱེད་ཀྱི་ཡོད་ད། ལུས་ཀྱི་ལས་ཀ་དེ་འདྲས་བྱེད་ཀྱི་ཡོད་ད་ཟེར་ཁོ་རང་གི་རྗེས་ལས་དང་ཁོ་རང་གི་རྣམ་གཞག་ཅིག་མཁྱེན་པ་ཡིན་ན་འདི་ཏག་ཏག་བསྡད་དེ་གི་ཡོད་རེད་ཨ་འདི་ག་འདྲས་ཡག་སྡུག་ག་འདྲས་ཡོད་མེད་དེ་རྗེས་མ་མ།